དུག་དང་བཅས་ན་ཆེ་རྒྱུས་ང་རོ་དང་དབྱངས་བཅས་སྐད་ཉག་གཅིག་མིན་དང་བཅས་དང་རེ་སྐད་བརྡ་རུ་ཤར་ན་རྒྱང་བཏང་ནས་གཟིགས་ན་ད་ཚང་མ་གི་ཧ་གོ་ནི། ད་རྒྱུས་ང་རོ་དེ་གཙོ་བོ་གང་ན་ཡོད་གི་སྒྲ་ཚིག་ཅིག་གང་གི་ཐོག་ན་ཡོད་གི་དབྱངས་ཀྱི་ཐོག་ཏུ་ཁྱད་ཡོད་དབྱངས་ཀྱི་ཐོག་ན་ཡོད། ཡིན་ན་ཡང་དབྱངས་ཁོ་ན་མིན། ད།

སང་ངའི་ན་ད་གཅིག་ཡེ་ར་གཅིག་ཐེན་གོ་ཀ་འདི་ཁན། ཡེ་ར་འཇུག་ནོ་དེར་ཡེ་ར་འཇུག་གོ་ནོ་འདི། འདི་ཨ་མ་ནི་ཐུ་བ་ར་སིན་ཨ་མ་ཨ་ང་ཐུ་བ་ར་དེ་ནི་ད་ཡེ་ར་ནི་ད་ཅི་ལང་ཏོ་མོ་ཟིན་རི་པ་ལང། འདི་ལ་ར་མོ་ད་འདི་ཅི་ལ་ཨ་ལང་ཤི་བ་འདི་གི་འདི་གི་ཐུ་མ་དེ་ཆི་ནི་གང་ནི་ལ་གི་ལི་ད་འགུ་ཚིག་དང་ཟིག་ཟིག་གོ་ཁི་ཤེ་ཅོན་དེ། ལ་ནི་འགུ་ཚིག་དེ་དེ་ནི་ད་ལ་འཇི་ན་ཆི་མ་བ་ཨ་དེ

སྒྲ་ཚིག་འདི་ཚང་མ་བཏང་ན་ལ་ཨ་ང་འདི་ཚང་མ་བཏང་ན་ཡོད་གི་ཏི་ཤས་དགོས་གི། ད་འདི་སྒྲིག་ང་རོ་འདི་ཁྱོད་ཞིག་སྐད་བརྡ་རུ་ཁ་ལྷོར་དུ་ཞིག་སྒྲིག་ང་རོ་མེད་པའི་སྐད་ཆ་ཞིག་གི་སང་ཞིག་དཀའ་མོ་རུ་ཁྱོད་སྒྲིག་ང་རོ་འདི་ཞིག་དོགས་འདྲི་ཞིག་དཀའ་གི། ཆེས་དམའ་བ་དང་ཨ་ཅུང་མཐོ་བ་ང་ཆེས་མཐོ་ཞིག་ཡིན། དེའི་རྒྱུ་མཚན་གྱིས་སྒྲིག་ང་རོ་ནི་སྒྲ་ཚིག་ཧྲིལ་བོའི་སྒྲ་ཞིག་གི་ཐོག་མ་ཡིན་ཟེར་འདི།

སྒྲ་དུ་མ་ཀྱེ་མ་སྟེ། འདི་ས་ར། འདི་ས་ཟི་ལོག་བ། འདི་ཨེ་ར། ཨེ། ད་སེ། སེ། སེ། སེ། ཚང་མ་སེ་སེ། ད་ན་དོན་མི་འདྲ་བ་གང་ནས་བསྟན་དང་ཟུར་ཟེར་ན་ད་འདི་ཁི་འདི་སྐད་བརྡ་རུ་བཀག་སྟངས་ཆེན་ད་ང་ང་དང་ང་གཅིག་གཅིག་བཞི་བཞི་གཉིས་བཞི་འདི་གི་དོན་བཤད། ད་འདི་ཡིན་གྱི་ན་ཆི་ན་སེ།

གཅིག་བདེ་སྐྱིད་ཀྱི་སྐད་ཆ་གཅིག་འབའ་ཐང་གི་སྐད་ཆ་འདི་གཉིས་ཀ་གང་ཕེབས་ཀྱི་མཚོན་བྱེད། ད་འདི་ཉིད་ན་སྒྲི་ང་རུ་ལ་བརྟེན་ནས་ཚིག་དོན་བརྗེད་པའི་སྐད་ཆ་དེ་ལ་སྒྲི་ང་རུ་ལྡན་པའི་སྐད་ཆ་ཞེས་ཟེར་ཟིན་ད་འདི་ད་འཛམ་བུ་གླིང་གི་སྐད་རིགས་འདི་ལ་འདི་ན་སྒྲི་ང་རུ་ཡོད་མེད་ཀྱི་སྒོ་ནས་རིགས་གཉིས་སུ་ཡིན་ན་ཆོག་གི་བར་བྱུང། སྒྲི་ང་རུ་ལྡན་པའི་སྐད་ཆ་ཞིག་ར་སྒྲི་ང་རུ་མི་ལྡན་པའི་སྐད་ཆ་ཞིག་ཐེ་བྱེད་དགོས། ད་ཅིང་ད་ས་ཁྲ་མེད་ཡོད་ནི་མ་རེད་ས་ཁྲ་ཐོག་ནས་སྒྲི་ང་རུ་ཡོད་ནུ་ཚང་མ་འདི་ན་ཚ་ཁྲག་གི་དྲི་ནི་ཁད་དོ། ཡ་མཚན་རེ་དང། ཨ་ཟུག་ཚ་ཁྲག་ཐོག་ཏུ་ན་ཡར་ལངས་གི་འདི་ཚ་ཚ་བཞག་ཚོན་གྱི་ན་ཤར་ཕྱོགས་ཚ་འདི་ཚང་མ་ཚང་མ་དྲི་ང་རུ་ཡོད་གི། ཨ་ན་ཧ་ར་ཕི་ཏྲི་ཨ་སོང་ན་ཁི་སི་ཀུ་ལ་གི་ཕི་ཏྲི་ཚ་སོང་ན་ཡང་ཡོད་གི་དྲི་ང་རུ། ད་ནི་ཡན་ཆད་གི་སྟོད་གི་འདི་ཚང་མ་མེད་གི། ཨ་ད་ཨོ་ཡུ་རུ་གི་སྐད་ཆ། ཡུ་རུ་ཁ་ཆ་ཡིན་ངུ་ཁེ་ཁོང་ཨ་ཡུ་ནི་མ་འདྲི་ང་རུ་ཡོད་མེད་ཀི། དི་ནི་ཡིན་གྱི་ན་ཅི་ཨར་ཐེ་ཁེ་ཁོང། ཨར་ཐེ་ཁེ་ཁོང་ད་སོག་ཀེ། ཤིན་ཇང། ཧ་ས་ཁི། འདི་ཅན་པོའི་སྐད་ཆ་ལ་ཡང་འདྲི་ང་རུ་མེད་ཀི། ཡ་མཚན་འདྲི། རྒྱ་བོ་ཁེ་ཁོང་ནང་ན་ཡོད་ཀི་རེད། ད་ཨ་ཅི་བོ་ཀེ་སྐད་ཆ་བོ་ཀེ་སྐད་ཆ་འདི་རྒྱ་བོ་ཁེ་ཁོང་ན་བཞག་བཞག་ནི་དང་སང། བཞག་བཞག་ནི་ད་ཨ་ཅི་བོ་ཀེ་ལ་འདྲི་ང་རུ་ད་ཕར་ཆད་མེད་ཀི་མོ་ཅི་དེ་དེ་ན་རེད། ད་ཕར་ཆད་མེད་ཀི་ཟིག་ད་འདི་ཞིག་བཤད་བཅུག་ག་མོ་ཅི་བོ་ཀེ་འདི། ཡུལ་སྐད་ཀྱི་བོད་སྐད་ལ་མེད་ཀི་འབྲི་ང་རོ་མེད་ནོ་ཁུ་ཐག་སྔོན་ཆད་དྭངས་སང་གི་བོད་སྐད་དྭངས་རའི་བོད་སྐད་ཟེར་བ་ད་ཤན་ཏའི་ཙང་ཞིག་བྱུང་དྭངས་རའི་བོད་སྐད་ཀྱི་ནང་ན་ད་ལྷ་སའི་ཡི་གེ་དང་གངས་སྐད་ལ་འབྲི་ང་རོ་ཡོད་ཟེར་གོ། ལྷོར་དུ་ལྷ་སའི་ཡི་གེ་ལ་ཡོད་ཀི་ཟེར་གོ་འབྲི་ང་རོ་ཡོད་པའི་སྐད་ཆ་རེད། ད་འོ་ཅོག་ཨ་མདོའི་སྐད་ཆ་འབྲི་ང་རོ་མེད་པའི་སྐད་ཆ་ཞིག་གོ། འདུས་བྱས་ཞེས་བྱ་སྟེ། ད་འོ་བརྒྱ་སྐད་ཁོངས་སུ་གཏོགས་པའི་སྐད་དོད་ཕལ་ཆེ་བར་འབྲི་ང་རོ་ཡོད་དོ་ཟེར་ན། ཕལ་ཆེ་བ་གཟུགས་འདི་ནང་ནས་ད་ཅི་འོ་སྐད་ཀྱི་ནང་བརྒྱ་རང་སྐད་ཆ་ཡོད་ནི་མ་རེད་འདི། ན་འབྲི་ང་རོ་མང་ཉུང་སྟངས་ནས་བཤད་ན་འདི། ཉུང་ན་གཉིས་དང་མང་ན་བཅུ་ཡན་ཆད་ཡོད་ཟེར། ད་ནི་ང་ཡི་ཁར་སང་གི་ཉིན་འགའི་ཅིག་བཤད་ནི། འབྲི་ང་རོའི་རྣམ་གྲངས་འདི་ཆི་མོ་བཟོ་དགོས་ཟེར་ན། ཉུང་ན་གཉིས་རེད་ད།

དྲུག། བཞི། ལྟ་བ་བཞི་ཅན་འདོད་པ་དྲུག་ཅན་འདོད་པ་གཉིས་འདོད་པ། ད་ཕྱི་ཁུ་ཆ་འདི་རྣམས་ནི་བཞི་ཅན་འདོད་པ་འདི་ལྟ་ཡིན་ལ་ཧ་ལས་ཕེ་བཞི། ད་འུ་ཅིག་སྐད་བརྡ་རིག་པ་མྱོང་བ་ཧུ་ཐན་བཞི། ཧུ་ཐན། འདི་ཆུ་ལྷ་ས་ཆུ་བོའི་ཉེ་འབར་འདི་གི་བཤད་རྩོད་ན་ཆུ་ལྷ་སའི་སྐད་ཀྱི་ཁྱད་ཆོས་ལྟ་དགོས་ན་རྒྱ་ཡིག་ཀུན་གྱི་ན་འདི་ཅི།

ཁུག་དང་སང་ཅི་ན་གཙང་བཞི་བའི་ལུང་ཟེར་ཤུགས་ཆ་བཤད་རྩོམ་ན་ཚང་མ་ཕྱོགས་བསྡུས་ནས་ཤོག་ཤིག་གི་སྟེང་ལ་ལྟ་རྒྱུ་ཡོད་ད་སྐད་ཆ་གི་ཁྱད་ཆོས་གནད་དུ་བཟང་ནོ་ད་ཡིན་ཅི་ཞིག་ག་འདུག་གི་རྒྱ་སྐད་ཞིག་ག་བོད་སྐད་ཞིག་ག་བོད་སྐད་བཤད་སྟངས་ན་ངའི་ཡིག་ལྷ་སའི་སྐད་ཤིག་ནི་མ་དང་ལྷ་ས་ཅིག་བཤད་དགོས་ཧོ་ཐེང་གི་ལྷ་སའི་སྐད་བཤད་སྟངས་ན་ལྷ་ས་ཉིད་ལྟོས་ན་ལྷ་ས་གི་ཉིད་འདྲ་མ་ཡིན།

དེ་གི་ད་མི་ཉག་གི་སྐད་ཆ་འདི་དང་བོད་སྐད་གཉིས་འབྲེལ་བ་འདི་ཆི་ཟིག་རེད་ཟེར་ན་ད་དང་སང་ཤེས་གི་ཤི་ཉོ་འུ་ཅི་འུ་ལ་དགའ་ནུ་འུག་ལ་དྲི་མ་ཤོག་ཤེས་ཡོང་ནུ་ར་ཤོག་རི་ཡོང་ནུ་ཚང་མ་གི་མི་ཉག་གི་སྐད་ཆ་འདི་འུ་ཅི་བོད་སྐད་གི་དེའི་མཚན་ན་གཞིག་ཤེས་གི་གི། ཡང་དེ་མ་ཡིན་པའི་མ་མི་ཉག་སྐད་ཆ་འདི་བོད་སྐད་ནང་བླངས་བཏང་ནས་ཆང་བཞིན་དྲི་ན་ཟིག། ད་ཆུ་ར་སོགས་ནས་འཁོན་པ་ར་དེ་ཡོད་ན། ལྷོ་མ་ཆུ་བཟའ་གི་ཤི་ཤི་ད་ནིང་ཤ་ཙི་ཏྲི་ད་དང་སང་ནིང་ཤ་ནིང་ཤ་ཧུད་ཙུ་ཙི་ཏྲི་ཏྲི་ར། ནིང་ལིང་མ་རེད་ནིང་ཨན་ནིང་གི་ནིང་ད་ནིང་ཤ་ཧུད་ཙུ་ཙི་ཏྲི་ཏྲི་འདི་ད་ཡོད་ཟོ་མི་ཉག་རྗེ་རྒྱ་ཚ་ད་ཀེར་སི་ཁུ་གི་རྒྱ་ཚ་ད་ཀེ་ན་ད་ཁུ་གི་མི་རིགས་འདི་ཡོད་ན་ཁུ་གི་སྐད་ཆ་ཡོད་ན་ཨ་ཆུ་ཀེ་ན་འཇུག་གི་ཟོ་ད་དང་སང་ཡོད་ནོ་ཤེ་ཤི་ནོ་ཉུག་གི་དགའ་པོ་ཉི་སིང་རི་ཡོད་ཀི་སེ་གོ།

ཁོ་གཉིས་ཀ་སྒྲི་ང་རོ་སྐོར་སུ་སྦྱོང་སྦྱོང་འདྲ་ཡིན་ན་ཁག་གི་རྒྱག་གི་སྒྲི་ང་རོ་བཞི་གཉིས་བཞི་སློང་དགོས་ན་གཅིག་སུན་གཅིག་སློང་དགོས་ན་གཅིག་སུན་གཉིས་མི་ར་སློང་དགོས་ན་ཡི་ར་སློང་དགོས་ན་བརྒྱ་ཆ་བརྒྱ་ཚང་མ་ཤེས་ཨ་ཨ་ཨ་ཀི་བཙའ་མོ་བཙའ་མོ་རེད་ད་ངས་ཤིའི་དཀའ་སྡུག་སྦྱང་དགོས་ཨ་ཀི་ཅིག་ར་ད་ཤེས་པ་ཤིའི་དཀའ་མོ་དཀའ་མོ་རེད་ཨ། དེ་ནི་ཡིན་གྱི་ན། ཡིན་ན་ཡང་ཁ་ཟིག་ཁུར་འདུག་ན་ཨོ་ཅོ། ཨོ་ད་འདི་འདི་མོ་དེ་གི་ཁ་གཅིག་གསུམ་ཡོད་ཀ་གཅིག་གསུམ་ཡོང་སོང་ནི་ད་གི་གཅིག་གསུམ་གི་ཁྱད་པར་ཤེས་སོང་ནི་ད་གི་ཐིག་ད་གཞི་དང་གཉིས་གཟུགས་ད་ཁ་ཚིག་ན་ཞིག་བརྩམ་བརྩམ། ཨ་འདི་ད་ཡན་ཚན་འདི་འདི་ནན་ཏན། ང་ད་དྲི་ང་རོ་ཡིན་གྱི་ན་གཅིག་དོན་དོན་ཚུལ་ལ་ཡིན་གྱི་ན་རིག་ཉོ་གི་གཅིག་ཐ་སྙད་གཅིག་གུ་དོན་སྟོན་པ་དང་གཅིག་བརྡ་སྤྲོད་གཅིག་གུ་དོན་སྟོན་པ། ད་དྲི་ང་རོ་ཡིན་གྱི་ན་ཐ་སྙད་གཅིག་གུ་དོན་སྟོན་ཚུལ་འདི་མོ་ཟེར་འདི།

ཅི། ཨར་ཐང་མོ་ལ། ད། ཐུང། ཅི། ཐུང། ང་ང་འདིར་མོ་ར། ཐུང། ཅི། ཨ། འདི་འདི་ན་འདི་གི་ནང་དུ། འདི་འདི་ཧོ་ཕྱིར་ན་འདི་སུ་ང་དང་ང་གཅིག་རེད། འདི། ཐུང། ཅི། ཐུང། ཅི། འདི་འདི། ཐུང། ཅི། ཟི་དང་ན་འདི་ག་བློ་མཐུན་གཅིག་དང།

དེ་བཞིན་དུ་ལྟག་ཆུ་ཧུ་ཅག་འདི་ཐོག་ན་ཆུ་ན་ལང་དང་ལྷང་འདི་གཉིས་ཁྱབ་པར། འདི་གཉིས་ད་ཉལ་དང་ཉལ་གྱིས་ཁྱབ་པར། ད་གཅིག་པ་གཅིག་ཀྱང་འདི། ཨ་ཅེ་ད་ཧུ་ཅག་ཐོག་ན་ཆུ་འདི།

ཚོས་ལྷ་རྫས་ཅི་བྱས་བླུག། དེ་འདྲ་རེད་མ་རེད། ཨ་ད་གན་གཏམ་དེ་ཞིག་ཐུག་ཁྲིག་ཨ་ཅི་འདྲ། ཡ་ཡང་བསྐྱེད་བྱས་བླུག།

ད་རྗེས་བཞག་ད་ཡིན་ན་ཡང་ཆི་ན་རྗེ་ང་རོའི་རྟགས་དེ་ཅུང་ཟད་གཟིགས་སྣང་ཅན་ཡིན་ན་ཡང་དབྱེ་བ་འབྱེད་དཀའ་བས་ད་ཕྱིས་ཀྱི་ཚིག་གཟིགས་ཚོགས་ཁོ་མ་ཡིན་ན་དཀའ་བས་འོ་ཆི་ཁི་ཉིན་གྱི་ཡང་ཆི་ད་ཡོད་ནི་དེ་ད་ཨང་གྲངས་ཀྱི་མཚོན་པ་ཡིན་ད་ཨང་གྲངས་ཀྱི་མཚོན་ནོ་ད་ད་རག་ཅིང་གྲངས་ད་གཅིག་དམའ་བ་མཚོན་པ་དང་གཉིས་བ་གི་མ་བཙན་གསུམ་པ་གི་བར་མ་བཞི་བ་གི་མཐོ་བཙན་ལྔ་བ་གི་མཐོ་བ་ཅེས་མཚོན་པ་ཞེས་ད་འདིར་འདིའི་ཐོག་ཁྲིད་དང་འདི་འདི་གིས་འདི་ན་ཁུ་ག། གཅིག། གཉིས། གསུམ། བཞི། ལྔ། བརྒྱ། རྟགས་དམའ་བ། མཐོ་བ། བར་དམའ། མཐོ་ཙམ། མཐོ་བ། ད་འདི་ཁ་ད་རྟགས་འདི་ད་འདི་བེད་སྤྱོད་དང། འདི་ཡིན་གྱི་ན་ཁུ་རིང་ཨ་རུ་གི་ཡིན་གྱི་ན་ཨ་ཁུ་ད་ཁུ་ཅི་ད་འདི་ཨ་བ་ནོ་དེ། ལྟ་བྱས་ཚང་མ་གི་ལྟ། ལྟ་འདི་ལྟ་ཞིག་གི་ཧོལ་མཚོན་རང་བཞིན་གི་སྒྲིག་ང་རུ་མཚོན་པའི་རྟགས། ལྟ་འདི་རྒྱ་ནག་གི་ཆེད་འདི་ཨ་མ་གི་ཨ་མ་རམ་འདི་ཤི་ཤིའི་སྟག་ནོར་རམ། འདི་འུ་ཚོ་རྩ་གི་རྟ་ནོར་འདི་རྟ་གི་རྟ་ནོར་ལྟ་འདི་གི་འདི། ཨ་མ་གི་མ་ཡིན་ན་འདི་ང་ང་རེད་འདི། ཤི་ཤིའི་སྟག་ནོར་ཡིན་ན་ང་གཅིག་རེད།

ལ་བ་དག་བ་བ་ར་ཉི་ན་པ། ས་བ་དག་བ་ར་ན་པ། པ། པ། པ། པ། སྟོན་སུག་སོགས་སྟོན་གོས་གོས་གོས་ད་འདི་ང་ང་ང་སི་གཅིག་སི་གཅིག་སི་གཉིས་ཀྱིས་ཟླ་འདི་ལྷ་སའི་ཡི་གེ་གི་ནང་གི་འབྲི་ང་རོ་བཞུ་དེ་ནི་ར་འདི་ཧུ་ཐང་གི་ད་གེ་ནི་ཧུ་ཐན་ཨ་ཅེ་ཁི་བ་འདི་ཆེན་པོ་འདི་ཨ་ཁིར་གི་ཉི་ར་སུ་འཇིག་ཅིག་ནི་ད་ཧུར་ཏན་ལ་ཕེ་རི་ད་འདི་ང་ང་ང་སི་གཅིག་སི་གཅིག་སི་གཉིས་འདི་རེ་ལྷ་སའི་ཡི་གེ་གི་འབྲི་ང་རོ།

ཨ། དེ་ཅི་ཅི་དགོས་ཤེ་ན་ཅི་ཨ་འདུག་གི། ཨ། ཕར་ཆེ་བ་གི་རྒྱ་སྐད་ཤེ་ན། ཨ། ཙི་གེ་ཟིག་ག་གི་སྔོན་ཆད་ག་གི་ད་དང་སང་སློབ་མ་ཟེར་བ་ནང་ན་ཞིག་ཡོད་ན་ཐང་གིར། ངི་ཆུ་སྣ་ཚོགས་དང་མཉམ་པ་ཚང་མ་གི་དེ་གསུང་ན། ཨ་རྒྱ་སྐད་ཤེ་ན་ཞིག་གི་ག་གི། ཁི་གི་འབྲི་ང་རུ་ཏི། ད་ད་ཅིག་ཐུང་ཀྲི་ཐུང་ཀྲི་ཐུང་ཀྲི། ད་ཤེས་ཀྱི་མ་རེད་ཡ།

ཏེའོ་ཀྲི། ཏེའོ་གཟུགས་ཀྱི་ཏེའོ་འདི་ཀ་ཀྲི་དང་རིན་འཕངས་སུ་ཀྲི་ལ་ཏེའོ་ཀྲི། ང་རིག་ཡི་བ་གཟུགས་ནི་ཏེའོ་ལི་ཅིག། ཨ་ཏ། ཁུ་འདི་ནི་ན་རིག་གཉིས། དེ་ནང་དུ་འདིའི་ནང་དོན་ཆུད་ཟོས་རེད་ཟེར་ན། སྒྲ་ཚིག་གི་དུ་མ་དང་དེའི་ཕན་པར་གྱི་འགྱུར་ལྡོག་གཉིས་ལ། སྒྲའི་ང་རོའི་འདོན་སྟངས་དང། ཡང་ན་སྐད་རིགས་གཅིག་གི་ཡི་གེ་ཞིག་གི་སྒྲའི་ང་རོའི་རྣམ་གྲངས་ལ་ང་རོའི་དབྱེ་བ་ཟེར་ཞིང། ཨོ་ཏ། སྒྲའི་ང་རོའི་འདོན་སྟངས་གཟུགས་རིག་ལས་དོན་གྱིས་ཆུད་ཟོས་ན་ཁུ་ཀ་ཀློག་སྟངས་དངོས་མོ་དེ་རེད་ཡ།

ད་བཤད་རྒྱུ་ལྟ་བུ་སོང་རྒྱུ་ན་འདིར་ཨ་ཁུ་རི་མོ་འདི་ཞིག་དེ་ལ་ཨ་ཕར་ཅན་འདི་མོ་ཡིན་དང་ད་འདིར་ཨ་ཡང་ཨ་ཆི་ཨ་ཡང་འདི་ཆུ་ཆོག་ཨ་ད་འདི་ཆུ་ན་ཨ་ཆི་དང་མ་གི་ད་ཐོ་མི་སམ་པོ་འདྲ་སྐད་སི་ཨ་ཡང་ད་འདི་ཆུ་འདི་ཁེ་ཡིན་གཟུགས་ནོ་རེད་འདི་ཨ་འདི་ཆི

ཨ་གི་ལོག་སུ་མུན་ད། གོང་ན་དེ་རྒན་མི་ཁར་ཁར་ཅང་དེ་ག་ཨ་རེད་མུན་དེ་ཨ་ཡང་ཨ་རེད། དེ་ནས་ཨ་ཡང་ཅི་ན་སྐྱི་མི་ཡང་སུ་ལོག་ཧ་འདི། ཨ། འདི་གི་ཨ་འདི། ཨ་འདི་ཅི་ཆ་རྐྱེན་ཡོད་ནི་ད་འདི། ཤི་གི་ཤིན་ཅི་གི་གི་སོང་ན་འདི་འདི་ཨ་འདི་རེད་མོ། ཨ་འདི་གང་ང་ལོག་དང་ཟེར་འདི་ཐན་དང་ཟེར། འདི་ཅི། ཨ།

འདི་ཚང་འདི་ཉིད་ཚང། ཡང་ན་འདི་གི་ཚང་གི་འདི་འགོད་བཞག་ནོ་འདི། འདི་ད་ཕྱིས་ལྷོ་ཕྲོག་ཚང་མ་གི་རྫ་གི་ཤི་གི་ཤི། འདི་ཁད་སྤྲོ་ན་ར་རང་ཡི་ཚོན་དང། འདི་ཁད་སྤྲོ་ན་རང་ཡི་ཚོན་དང། འདི་འདི་ད་རྫ་གི་ཧུ་ཆ། ད་འདི་གི་འདི་ཧུ་ཆ་ལ་ལ་གནང་ན་འདི་ཁད་སྤྲོ། དྭངས་མ་ཧུ་ཆ་གནང་ན་འདི་ཁད་སྤྲོ།

ལ་ལ་ལ་རེད་ད་ང་ང་ར་འདྲ་འདྲ་རེད་ང་ང་ར་འདྲ་འདྲ་རེད། ཡིན་ན་ཡང་རི་དྭགས་ལྭ་བ་ཞིག་ནང་དོན་དང་ལྭ་ཞིག་ནང་དོན་འདི་ཕྱིན་ན་ད་རང་ཐུགས་ཀྱི་འཇིགས་སྐུལ་བཀོད་རེད་འདི་ཚོས་ཟེར་ན་མ་ཟེར་ཤང་ནས་བྱུང་ན་རང་བ་ལ་ཟེར་བོ། ད་འདི་ང་ང་ཞིག་དང་ལ། ལ། ལ། ལ། ལ། སྟོང་འཛིན་བརྒྱུད་པ་ལ་བ་འདི་ཁུ་ཅག་ཐོག་གི་ཐེག་དྲུག་ད་ལྷ་སྲས་ཀེ་ལ་སྒྲ་རང་མཐོང་ཁྱད་པར་འདི་ཡོད་གི་ད་ཅི་ཐེག་དྲུག་གི་འདི་འདི་ཡིན་གྱི་ན་ཅི་སྒྲ་གི་རང་མཐོང་ཁྱད་པར་འདི་ནི་ཡིན་གྱི་ན་ད་ཚིག་དང་ལ་སོགས་བར་ཡོད་ཀྱི་གོ་ད་འོ་ཅོ་དུས་ཚོད་གང་གི་ཅི་ལྷུན་ཐུན་ཟབ་མོ་ན་ཤེས་ཅིག་དེས་ན་ཅི་དེ་རང་ལྷུན་ཐུན་འདི་ནི་ཡིན་གྱི་ན།